དྲི་བ་གཉིས། དྲི་བ་དེ་གཉིས་གཉིས་ཀ་ང་ནང་ཚོས་ཚབ་མཚོན་གྱི་རང་བཞིན་རེད་མ་གཏོགས་གནད་འགག་ཧ་ཅང་གི་ཆེན་པོ་རེད་དང་པོ་དེ་ག་རེ་སྐོར་རེད་ཟེར་ན། འདྲ་མཉམ་དང་རང་དབང་གི་ཁྱིམ་ཚང་ཅིག་དམངས་གཙོ་ཡི་ཁྱིམ་ཚང་ཅིག་ག་རེ་བཟོ་དགོས་དགོས་དེ་རེད་རྡོག་རྡོག་བྱས་ན། གཉིས་པ་དེ་ཨ་ནི་ག་རེ་རེད་ཟེར་ན། མིག་དཔེའི་རང་བཞིན་དང་འགན་འཁྲིའི་བསམ་པ་དངོས་གནས་དྲ་གནས་ད་ལྟ་ཁྱེད་རང་གསུང་ཡག་དེ་ག་རེད་ཟེར་ན། དཔེ་ཆ་སོང་ཨ། དཔེ་ཆ་བཞག་ཟིན་ན་ཁྱིམ་ཚང་ནང་ལོག་ལ་ཡ་ཨ་མ་ཧུ་ད་པ་ད་ཁྲག་དང་དངོས་སྣང་གང་འགབ་སྟོན་མཇལ་བྱེད་ཀྱི་ཡོད་ནལ་ལེ་ཨ་བ་ལགས་པོ་འདི་ཕུ་ཐུང་ནང་དེ་ལུ་ཁ་བ་དེ་ཕུ་བོ་དང་བཅས་དེ་ཉན་དེ་འདྲས་ང་ཚོ་མང་པོ་མཐོང་གི་འདུག་བ་ལ་དེའི་ཐོག་ནས་ཨ་ཁྱིམ་ཚང་དེ་འདྲས་ལ་ཡ་དྲུག་གིས་ཡོང་གི་རེད་པས་ཟིན་ན་ཡོང་གི་མེད་པ་ཁ་ཐུག་ཐག་བཅད་བཞག་ན་ད་ག་རེ་ཡོང་གི་མ་རེད་རྒྱུ་མཚན་ག་རེ་ཟིན་ན་ཕ་མ། ངས་ཉལ་འདི་ང་ཚོའི་སྤུ་གུའི་དགེ་རྒན་དང་པོ་རེད་ཞུས་སོང་ཨ་ཕ་མས་ཕྲུ་གུ་མེད་ཚེ་གྱི་སློབ་ཚན་ཨང་དང་པོ་འདི་ལེགས་པར་ཁྲིད་དགོས་པ་མ་ཟད་ཕ་མས་ཕྲུ་གུ་མེད་ཚེ་གོམ་པ་དང་པོ་ཡག་པོ་སྟངས་འདི་ལེགས་པར་བསླབ་དགོས་རེད་ཡིན་པ་ཡིན་ནས་སྤུ་གུ་གལ་སྲིད་འགྱེལ་ཏེ་ཁྱེད་རང་གི་ད་ལྟ་གསུངས་པའི་ཁྱིམ་ཚང་དེའི་ནང་ལ་ཡང་སྤུ་གུ་ཅུང་ཞིག་འདྲིས་བཞིན་པའི་སྒང་རེད་སྤུ་གུ་ཆུན་ཆུན་རེད་དེ་རྣམ་དཔྱོད་ཧ་ཅང་གི་སྐྲ་པོ་ཡོག་རེད་རིག་པ་སྐྱེན་པོ་ཡོག་རེད་དྲན་པ་རྣོ་པོ་ཡོག་རེད། ཁོའི་མིག་ནང་ལོགས་ལ་ཡ་ཆར་པ་འདི་ཨ་མས་ཨུམ། ག་རེ་ཟེར་ན་ལས་ཀ་ནང་ལས་ཧུར་ཐག་འབའ་ཐག་བྱེད་གོ་ཤ་ཤ་དང་པ་པ་དེད་ཤ་ཤ། ཡང་མེད་ན་ཁ་ཅིག་ནང་ལོགས་ལ་ཡ་པ་པ་བེད་དེ་ཁོ་རེ་ཨོ། ནང་ལས་ཙག་གི་ཙག་གི་ཟེར་ཡ་ཡོག་མ་རེ་ཕྱི་ནང་ཆ་ཚང་བྱེད་གོ་ཡ་ཅིག་དང་ཡང་ཨ་མ་འདི་བྱེད་མོ་ནང་བཞིན་ཅིག་རེ་བ། བྱས་མོ། ཆུང་དགོན་ཨ་མ་དེ་ཚོ་སྤང་ཡག་དེ་ཚོ་རུལ་བ་ད་ཨ་མ་དེ་གས་ན་ལོ་ནས་ད་འདས་དེ་ཨ་མ་སྤོམ་པོའི་སོ་རེད་དེ་ད་སྤོམ་པོ་ག་འདྲའི་ནང་གི་སྤོམ་པོ་ཨ་འདས་ཀྱི་མི་ག་འདྲའི་བྱུང་མི་འདུག་བྱུང་ཡ་མི་འདུག་ཟེར་ཉན་གྱི་མེད་པས་ཨ་ནི་ཚང་མ་པ་པོ་ད་པོ་གུ་ལ་གུའི་བྱས་དུས་ཁྱིམ་ཚང་དེ་ལ་ཡག་ག་རེ་ཡོག་མ་རེད་ཟེར་ན་ཨ་ལས་གཉེན་ལ་ཡག་ག་རེ་ཡོག་མ་རེད་འདྲ་མཉམ་ཡོག་མ་རེད། ཁྱིམ་ཚང་གི་ལས་ཀ་འདི་ཕོ་ལས་དང་མོ་ལས་ཟེར་ཡག་ཡོད་མ་རེད་ད་ལྟའི་དུས་སུ་དམག་རྒྱག་གི་ཡོད་མ་རེད་ཤུགས་ལས་བྱེད་ཀྱི་ཡོད་མ་རེད་མང་ཆེ་བ་དེ་རྣམ་དཔྱོད་བེད་སྤྱོད་བྱེད་ཀྱི་ཡོད་རེད་པ་པ་པས་བྱེད་ཐུབ་པ་ཨ་མས་འཇོན་གྱི་རེད་ལ་ཨ་མས་འཇོན་པ་པ་པས་ཀྱི་འཇོན་གྱི་རེད་མཉམ་སྡོ་ན་ད་རེད་པ་ང་ཚོའི་ཕྲུ་གུ་ལ་ཡ་ད་ཟླ་གོ་ཡ་འདི་ང་ཚོས་ག་རེ་བཤད་དགོས་རེད་ཟེར་ན་དྲང་བདེན་གོ་རེད་འདྲ་མཉམ་གོ་རེད། བརྩི་འཇོག་དགོས་རེད་བརྩི་བཀུར་དགོས་རེད། ཕན་ཚུན་ག་རེས་ན་དམངས་གཙོ་སྲིད་དོན་ནང་ལ་ཡང་ཆ་ཚང་མིན་པ་བཅུ་སྐོར་གྱི་དེ་གི་དག་ཅེས་བྱ་བ་མ་ཡིན་པ་ཨ་མ་ལས་འགན་འཁྱེར་དགོས་རུ་བ་སྤུ་གུས་ཀྱི་འགན་འཁྱེར་དགོས་རུ་བ་བྱས་ཙང་རྒན་ལགས་ཀྱི་དང་པོ་དེ་ནང་ཆ་བཞག་སོང་ན་ང་ཚོའི་ཕྲུ་གུ་ལ་མཁོ་བ་དེ་ཞུ་གི་ཡིན་ད་ཕྲུ་གུ་ལ་མཁོ་བ་དེ་ཕ་མས་གནང་དགོས་རུ་བ་ད་ལྟ་ཁྲོ་བོ་དང་པོ་དེས་གནང་ཐུབ་མི་འདུག་ཨ། བྱས་ཙང་ང་ཚོའི་ཕྲུ་གུ་ལོ་མཁོ་བ་འདིས་ཕ་མ་ཕན་ཚུན་བསམ་ཤེས། ཕ་མ་ཕན་ཚུན་རོགས་རམ། ཕ་མ་ཕན་ཚུན་ཡིད་ཆེས། ཕ་མ་ཕན་ཚུན་རྒྱབ་སྐྱོར། ཕ་མ་ཕན་ཚུན་མཉམ་ལས། དེ་བྱུང་སོང་ན་ཨ་ནེ་ང་ཚོའི་ཕྲུ་གུ་ལ་ཡང་མིག་དཔེ་བཟང་པོ་ཅིག་བྱུང་བ་རེད་བཤད་པ་བརྒྱ་ལས་བྱས་པ་གཅིག་དགའ། ཁྱིམ་ཚང་གི་སློབ་གསོའི་ནང་ལ་བ་ལ་བ་ལ་བོད་ཡིག་ཁ་པར་མ་འདག་བོད་ཡིག་རྐང་པ་ཀླད་ཅན་མ་འདོད་བོད་ཡིག་ལས་ཀ་བྱེད་རོགས་གྱིས་ཟེར་གོ་མ་རེད་བྱས་ད་ང་ཚོས་བྱས་པ་དེ་ཕྲུ་གུས་ངམ་ངམ་ཤུགས་ཤུགས་སུ་ཤུགས་རྐྱེན་གྱི་ཐད་ནས་བྱེད་གི་རེད་དེ་དྲི་བ་དང་པོའི་ལྗགས་ལན་དེ་ཡིན། དྲི་བ་གཉིས་པོ་དེ་ཆ་བཞག་ཟིན་ན་ག་རེ་ཞུ་དགོས་བ་རེད་ཟེར་ན། པ་བ་དེ་ལ་ཡང་སྔོན་སོག་པའི་གྱི་འཇོན་ཐང་ཡོད་རེད་དེ་ལུགས་དང་མཐུན་པར་གྱི་བྱེད་པའི་གྱི་ཨེ་ན་ཁ་རས་རྣམ་དཔྱོད་དེ་ཡོད་མ་རེད་ལྷག་པར་དུ་ཁྱིམ་ཚང་དེ་ལ་ཡང་འགན་འཁྲིའི་གྱི་བསམ་བློ་ཡོད་མ་རེད་ཨ་ཕ་དེ་ལ་ཡང་འགན་འཁྲིའི་བསམ་པ་ཤོར་བྱས་འགྲོ་དུས་ཨ་ཕ་བུ་ཡིས་ག་རེ་རེད་མིག་དཔེ་བལྟ་ས་རེད་ཕ་རྒྱུད་བུ་ལ་མ་ཁྲིད་ན་རི་བོང་གཤོབ་ཏོའི་ཡོང་སྒོ་མ་རེད་ཨ་ཕ་དུས་བཅད་སྔོན་སྦུག་བསྐོར་བ་ལེགས་པོ་རེད་ད་ས་བཀའ་དྲིན་ཆེན་པོས་གི་ཨ་ནི་ཁྱེད་རང་ལ་ལེགས་སྐྱེས་ག་རེ་ཕུལ་ཡོད་རེད་ཟེར་ན་སྔོན་ཡག་ཡོད་རེད་པ་སོ་སོའི་ཐེམ་ཐོ་ཞིག་བཞག་བྱས་ཀོ་ཡག་ཡོད་རེད་པ་འབུ་ལ་ཡང་སྔོན་རག་གི་རེད་པ་ཡིན་པ་ཡིན་ནས་སྦུག་བསྐོར་བའི་གི་བྱ་བ་བཟང་པོ་དེ་མཐར་ཐུག་ཁོ་ཚོའི་ཁྱིམ་ཚང་གི་ངོས་ནས་ཞུས་པ་ཡིན་ན་ཨ་ན་པ་པ་ཁྱབ་མྱུལ་རྒྱབ་ཡག་པ་པ་ཤོ་པ་རྒྱབ་ཡ། པ་པ་མཛེས་མ་སྤང་པ་གླན་ཡ། པ་པ་ག་འབྱུང་མ་འབྱུང་བྱེད་ཡ་མཐར་གཏུགས་དངུལ་དེས་པ་པ་འཕྲོ་བརླག་བཏང་པ་མ་གཏོགས་ཁྱིམ་ཚང་གི་དཔལ་འབྱོར་ཁྱིམ་ཚང་གི་རིག་གནས་ཁྱིམ་ཚང་གི་ཁོར་ཡུག་ལ་ཡ་ན་དངུལ་འདི་ཧ་ལམ་བྱས་ན་ནུས་པ་སྟོན་ཐུག་ཡོག་མ་རེད་བྱས་ཙང་ང་ནག་ཚོའི་ཁྱིམ་ཚང་དེ་འདྲས་ལ་ཡ་དྲུག་གིས་མ་ཡོང་པ་གཏན་འཁེལ་རེད་ལ། ཁྱིམ་ཚང་དེ་འདྲས་ལ་ཡ་ཨ་ཕ་རྒན་དྲི་མེད་པ་ཅིག་ཐོན་ཡོང་དུས་ཁྱིམ་ཚང་འདི་ཉམས་པ་རྒུད་པ་མེད་པ་ཆགས་ཡག་གི་རྟགས་བསྟན་དུས་ངེས་པར་དུ་དེ་འདྲའི་རིགས་ཀྱི་ཨ་ཕ་ཡོད་པ་ཡིན་ན་ང་ཚོས་སྔོན་འགོག་གི་ཚུལ་ཆུ་མ་ཤོར་གོང་གི་ཆུ་རགས་བྱས་ནས་སྔོན་གསོ་བ་འཇོན་ཐང་ཆེན་པོ་ཡིན་པ་འདི་ཨ་ནེ་ནང་ལ་ཡར་འཁྱེར་ཡོང་པའི་མ་ཚད་གྲོང་ཁྱེར་ནང་བཞུགས་པ་ཡིན་ནའི་ལུགས་དང་མཐུན་པ་བྱེད་ག་རེ་ཚོང་རྒྱག་གི་ཡོད་ན་དུས་ཐོག་ལ་ཚོང་རྒྱབ། ཨེ་ང་ཚོའི་ཕྲུ་གུ་ལ་ཡང་ག་རེ་གནང་ཡོང་གི་རེད་ཟེར་ན་ཁ་པར་བཏང་དུས་ཡིན་ན་འདྲ་སྐད་ཆ་བཤད་དུས་ཡིན་ན་འདྲ་ད་ལོ་ཡོང་འབབ་ག་ཚད་བྱུང་བ་རེད་སྤོ་གུའི་སློབ་གསོའི་ཐད་ལ་ག་ཚད་བཏང་ག་ཨ་མན་གྱི་བདེ་ཐང་ཐད་ལ་ག་ཚད་བཏང་ག་རྒན་འཁོགས་ཀྱི་ཞབས་ཕྱི་བྲོ་ཡ་ལ་ཡང་དངུལ་ག་ཚད་བཏང་ག་ཁྱིམ་ཚང་ན་ལོ་ཚ་སོ་སོ་ཀྱི་ཨ་ནི་མེད་ཐབས་ཅིག་ཉོ་ཡ་ལ་ག་ཚད་བཏང་ག།

ནི། ང་ནགས་སུ་དོ་ནུབ་དུས་ཚོད་ཀྱི་རྐྱེན་པས་བགྲོ་གླེང་གི་མཚམས་འཇོག་དང་ད་གར་ཞུ་གི་ཡིན། ནི། འོ་ལ་ད་དུང་འདི་ལྷག་སོང་བ་འདི། དྲི་བ་གནང་མཁན་ཁ་ཤས་ཅིག་ལྷག་སོང། རྣམ་ལྷན་རྒྱས་ཀྱི་དྲི་བ་འདི། ནི། དེང་སང། ཟིན་བྲིས་བརྒྱབ་རྗེས་ཉར་ཞུ་རོགས་གནང། དེང་སང་ཡང་ང་ནགས་སུ། བསྐྱར་དུ་བགྲོ་གླེང་འདི་ལས་གྲ་རྒྱས་པ་དང་གཏིང་ཟབ་པ་དེ་འདྲའི་ཚོགས་ཡག་གི་རྟེན་འབྲེལ་ལ་ཉག་ཞག་ལ་མ་ཤི་ཡང་དོ་ནུབ་ཀྱི་དུས་ཚོད་འདི་སྐར་མ་ཉི་ཤུ་རྩ་གནོན་པའི་རྒྱལ་བ་རེད་བྱས་ཙང་ནམ་ལྷན་རྒྱས་ཀྱི་དྲེའུ་ལ་བལྟས་ཡོང་དུས་དངོས་གནས་དགའ་ཚོར་དགོས་ཡ་རེད་ཤ་ཁ་རས་ལབ་དུས་དྲེའུ་དོན་ན་བསམ་གཞིག་བྱེད་པའི་རྟགས་མཚན་རེད་བསམ་གཞིག་བྱེད་དུས་ཙམ་པ་བརྒྱ་ཆ་བརྒྱ་ཐམ་པ། གནད་ལ་མིན་པའི་ལང་ཀ་རྩེའི་སྒོ་བ་རེད་དེ་འདི་དུས་དགའ་ཚོགས་སྒོ་ཡ་རང་རེད་ཨཱ་ནི་དམིགས་བསལ་རྣམ་པ་ལྷན་རྒྱས་ལས་ཐོ་ཆད་ན་ཞུ་གི་ཡིན་ཨཱ་ནི་གཙོ་བོ་ད་དེང་གི་ཆད་ལ་ང་ནག་ཚོའི་གྲོང་ཁྱེར་ལ་ད་ལོས་ཡིན་ཏེ་ཨཱ་ནི་ཕྱོགས་ཁ་གསར་ཀ་ཅིག་ལ་ད་དགེ་ལག་ཁོ་ནག་ལྟ་བུའི་བཀའ་དྲིན་ཅན་གྱི་མི་སྣ་འགའ་ཤས་ཀྱི་མཛད་རྗེས་ལ་བརྟེན་བྱས་ཨཱ་ནི་གྲོང་ཁྱེར་གྱི་གྲོང་མི་ཡོངས་ལ་ཁྱིམ་ཚང་སློབ་གསོའི་གོ་རྟོགས་སླེབས་པའི་མ་ཚད་ཞིང་འབྲོག་པ་ལས་ཁྱིམ་ཚང་སློབ་གསོའི་གོ་རྟོགས་མཐོ་རུ་ཕྱིན་ཆེད་ཧང་སང་ཡག་གི་ལྟ་ཅིག། ས་བོན་བཏབ་པ་ནས་སྨིན་པ། སྨིན་པ་ལ་མངོན་དུ་ཕྱོགས་པ་ཞེས་པ་ཅིག་མིན་པས་ད་ལྟ་ཕལ་ཆེར་ད་ལྟ་སྦྱངས་པའི་སྐབས་དུ་བ་ལས་ཀྱི་ཡོད་ས་རེད་ཆེ་ས་དོ་ཚོ་ཡིན་ན་ཧང་སང་ཡང་གཏམ་སང་ཆེ་རེད། སློབ་གསོའི་སྒོ་དགེ་ལགས་འདི་སྔས་ནས་གསུང་མྱོས་བ་རེད་ག་ནས་འགོ་བཙུགས་པ་རེད་ལབ་དུས་ཛམ་བྷ་ཁྱིམ་ཚང་སློབ་གསོ་ནས་འགོ་བརྩམས་དགོས་གི་རེད་རྒྱུ་མཚན་ག་རེ་རེད་ཟེར་ལབ་དུས་ཛམ་བྷ་ཕ་མ་ནི་དགེ་རྒན་གྱི་ཐོག་མང་ཡིན་ཟེར་འདུམ་ཚིག་ད་ག་རང་རེད། ཆེ་ས་འདིའི་འདི་དུས་ང་ནག་ཚོས་ལས་ཁྱིམ་ཚང་སློབ་གསོ་ཟེར་ཏེ་དཀའ་ལས་ཁག་པོ་ཅིག་ལ་རྩ་བ་ཉིད་ནས་དགོངས་མི་ཉན་པར་བ་དེ་རང་ཉིད་འཕེལ་རྒྱས་དང། སྟབས། ང་ནག་ཚོས་ཀྱི་ཐོད་པའི་ཚོམ་མདོ་ཚོ་གང་གའི་ནང་ལོགས་ལ་ད་ག་རང་ཡོད་རེད་ཐོད་པ་གཏི་མུག་མོས་སེར་སྒྲོན་མེ་ཡིན་གསུང་ཡ་དེ་ནང་ལོགས་ལ་གཅིག་འཛུལ་བ་ཡིན་ན། ད་མདོར་བསྡུས་ན་སོ་སོ་ཡང་འཕེལ་རྒྱས་སྙན་པོ་འགྲོ་བསྡད་ཀྱི་ཡོད་རེད་དེའི་འདི་དུས་རང་ཉིད་སློབ་སྦྱོང་གི་གོ་སྐབས་ཅིག་ལ་རྩིས་བྱས་སྤྲོ་སྣང་ལྡན་པའི་ལམ་ཁ་ཅིག་དང་དོན་སྙིང་ལྡན་པའི་ལམ་ཁ་ཅིག་དང། དེ་མ་བྱུང་ན་རྙོག་དྲ་ཆེན་པོའི་ལང་ཀ་ཅིག་ལ་བརྩིས་ན་ང་ཚོས་གཡོ་སྒུལ་བཏང་ཐུབ་ཀྱི་རེད་བསམ་གྱི་འདུག་བྱས་ཙང་དེའི་མདུན་དུ་དགེ་ལགས་ཁོང་རྣམ་པ་ལྟ་བུའི་ཁྱིམ་ཚང་སློབ་གསོའི་ད་བྱེད་པོ་འདི་གས་ཀྱི་ནི་མཐོ་དགོངས་འགྲུབ་པའི་གྱི་སྨོན་འདུན་ཞུ་གི་ཡིན་ལ་དེ་བས་ཀྱང་ང་ནག་ཚོས་ལས་ཕ་མས་བུ་ཕྲུག་ལ་ལབ་བུ་ཕྲུག་གིས་བུ་ཕྲུག་ལ་ལབ་བྱས་ཁྱིམ་ཚང་སློབ་གསོའི་གི་ལམ་སྲོལ་བཟང་པོ་དེ་ཨ་ན་ཡམ་ནམ་ཡང་དར་ཁྱབ་སུ་འགྲོ་བའི་སྨོན་འདུན་ཞུ་གི་ཡིན། ཨ་ནི་མཇུག་དེ་ལ། དགེ་ལགས་མཆོག་བཀོད་རྩི་བསྟན་ལ་དེ་བས་ཀྱི་ཁྱིམ་ཚང་སློབ་གསོའི་ལམ་ཁ་ལ་སྔར་ལས་ལྷག་པའི་སྒོ་ནས་དགེ་ལགས་སྐུ་ལས་ཁག་སྒྲུབ་པོ་རེད་དེ། ཡང་མང་ཚོགས་ལ་འབྲས་བུ་ཆེར་འགྲུབ་པོ་རེད་བྱས་ཙང་ང་ནོར་སྲིད་གདམ་ག་གཉིས་པོ་དེའི་ཕྱོགས་ལ་ཨ་ནི་ཡར་རྒྱས་ཡོང་པའི་སྨོན་འདུན་ཞུ་གི་ཡིན། ཨ་ནི་དགེ་ལགས་ནམ་ཡང་སྐུ་ཁམས་གསལ་ཐང་དང་ཐུགས་མཐུན་ལྷུན་འགྲུབ་ཡོང་བ་ཞུ། ལྷན་རྒྱས་ལས་ད་ག་རང་ཡིན་ད།

ཉི་མ་རེ་ལ་ཚིག་རེ་གསུང། གང་ཞིག་ཉིན་བརྒྱ་སོང་བ་ན། ཚིག་བརྒྱ་མ་ལུས་ཁོང་དུ་ཆུད། ད་ཧབ་ཏུ་བལྟས་ན་ཚང་མས་གོ་མྱོང་ཡོད་པའི་ཟོར་ཐོས་མྱོང་ཡོད་པའི་ཟོར་གྱི་ལས་སླ་པོ་ཡིན་པའི་ཟོར་ཞིག་འདུག་བལ་སྒྲུབ་གོ་བྱུང་ན། དཔེ་མི་སྲིད་ཀྱི་རླབས་ཆེན་པོ་ཡོད་རེད་ང་ནང་ཚོ་པུག་ཕྱིན་རྒྱུའི་རྗེས་ཚང་མ་ཡིན་དང་མགོ་ཉི་མ་རེ་རེ་ལ་ཡ་སོ་སོས་ཀྱི་སློབ་སྦྱོང་ག་རེ་ཡིན་ནའི་ཨ་མ་ཁ་ལག་བཟོ་ཡ་ཡིན་ན་འདྲ་ཡང་མེད་ན་ཨ་མ་སྐད་ཅིག་བཤད་ཡ་ཡིན་ན་འདྲ་ཨ་མའི་གདོང་དེ་ཚོའི།